འདི་མེད་ན་ད་ཆོས་གོས་ཚོགས་པས་དེ་ནི་ང་དང་ཆོས་ཟེར་དང་པོ་དེ་ནི་ང་དང་རྩ་ཆེན་པོ་ཡིན་བྱ་ས་ལ་བྱས་ཞུས་པ་ཡིན་ན་དེ་ནི་འཇིག་རྟེན་ནི་འདིའི་ནང་ལོག་དང་ང་དང་རྒྱུ་ནོར་དཔལ་འབྱོར་ཟེར་མཁན་ཟ་མ་ཁོ་གནས་སྐབས་ཙམ་ཞིག་ནོར་བ་ལ་འདུག་བྱ་ས་དང་ང་དང་སྐྱེ་བ་ཕྱི་མ་ཟེར་མཁན་པོ་ཆོས་ཤིག་ཆོས་ཟེར་ནས་བར་ལ་སྐྱེ་བ་ཕྱི་མ་ཟེར་མཁན་གྱི་དོན་དག་ལ་ཆོས་སོ་ཅོག་གོ་ས་ནོར་བ། ཨ་ལ། འཇིག་རྟེན་འདི་ཡི་སྐབས་དེ་ནི་ང་དང་ཙམ་ཞིག་གིས་དེ་ནི་བདག་ས་དེ་ནི་ང་དང་རྒྱུ་ནོར་དཔལ་འབྱོར་གཙོ་བོ་སྟེ། ཡང་ན་བློ་བགེགས་ནི་ང་དང་ཙམ་མ་བློ་བགེགས་ལ་འདི་ན་མ་དྲག་པོ་ནོ་ཨ་ལ་ཁོ་ལོ་བརྒྱ་ཟུག་ཟེར་ནོག་ཟེར་མ་དྲག་པོ་བཞོན་ནོ། ཡིན་ནའང་དེ་ནི་ཅི་ནོག་བཞོན་སྙམ་པོ། མང་པོ་ཞིག་ད། བརྒྱད་ཅུ་དགུ་བཅུ་ནི་ང་དང། ཆ་ཆ་དགྲ་ལས་ཆ་ཆ་ཅན་གྱི་ནོ་ཨ་ལ། དོ་ཚང་མ་པ་ད་ནོག་དེ་ནི་དགྲ་ལས་ཆ་ཆ་ཡིན་པ་ཚང་མ་པ་ད་དེ་ནོ་ཨ་ལ། ཡིན་ནའང་ཅི་ས་མ་ནོག་ཟེར་ན་ང་དང་ས་ལ། འདི་རིང་ད་ང་ཆ་མ་ནོག་ས་མ་ནོ་ཨ་ལ། ཚང་མ།

རྡོ་ལ་ཅི་གོ་སོགས་ནི་འོག་ས་ན་ཆོས་ཟེར་མཁན་པོ་དེ་ནི་མེད་པ་ཡིན་ན། འཇིག་རྟེན་འདི་ཡི་ནང་ལོགས་བ་དེ་ནི་ཙམ་ཞིག་གི་ཨ་ལ། དེ་ནི་རིས་རྫོགས་སའི་ཟེར་ཡོད་དང་ཡང་དེ་ནི་ང་དང་ཨ་ལ། ཁུར་ཐུབ་བྱས་སྟག་སྤོས་ནོག་ཨ་ལ། ཡང་དེ་སི་དོན་དག་པོ་ཅི་ནོག་ཟེར་ན་ང་དང་རྒྱུ་ནོར་དཔལ་འབྱོར་སྒོ་ས་མ་ནོག་ཟེར་མ་ནོག་ཨ་ལ། རྒྱུ་ནོར་དཔལ་འབྱོར་སྒོ་ཟེར་ནོག་གདགས་ས་ན་ང་དང་ནད་དང་དབུལ་ཕོངས་འཐབ་རྩོད་ཞི་བ་དང་ཟེར་མོ་ལང་རྒྱབ་ས་ལ་ང་དང་ནད་མ་ཡོང་ཞིག་ཟེར་རེད། དབུལ་པོ་ངུ་བཞིན་ཞིག་ཟེར་སྙམ་པོ་དམྱལ་བ་ཅན་མ་འགྱུར་ཞིག་ཟེར་སྙམ་པོ་ཅི་ཟེར་ནོ། ང་ཕྱུག་པོ་བྱ་ཞིག་ཟེར་ནོ་ཨ་ལ། ཚང་མ་ཕྱུག་པོ་བྱ་འདོད་ཡོད་དོ་ནོ། ཨ་ནི་འཐབ་རྩོད་བྱེད་བ་ཟེར་སྙམ་པོ་ཅིག་ད་ཟེར་རྫིག་མོ་མ་དང་ཟེར་ནོ་ཨ་ལ། བྱས་ཙང་ནད་པོ་དང་གཅིག་དབུལ་པོང་པོ་དང་གཉིས། དེ་ནི་རྫིག་མོ་དང་བཅས་གསུམ་པོ་ཁྱེད་རེ་འཇིག་རྟེན་འདིའི་ནང་ལོ་བ་ག་རུ་ཡིན་ན་སྐྱིད་པོ་མྱོང་བྱ་བཞིན་ནོ། ཙཱ་ར་ལས། ནད་དང་དབུལ་སྤོང་འཐབ་རྩོད་ཞི་བ་དང་ཟས་བཟི་ཚུལ་འགྲོལ་མ་ང་དང་སྨོན་ལམ་སྐྱབས་སུ་སྐྱབས། བཟི་འགྲོལ་མེད་བསྟེན་ན་ང་དང་བཞི་བརྒྱ་ཟས་དངོས་གྲུབ་ས་ལ་ནོག་ག་ལ། བཟི་ཚུལ་འགྲོལ་མེད་དངོས་གྲུབ་ས་ལ་ནོག་དེ་ཡིན་ན་ཡང། ང་དང་ངའི་ཡོང་བ་བ་དེ་ནི་ཅང་གང་མ་འབྱོར་ན། ཧ་ལ། སྨོན་ལམ་གཅིག་པོས་དེ་ནི་ནད་དང་དབུལ་སྤོང་འཐབ་རྩོད་ཞི་བ་དང་ཟེར་སྟོང་ཕྲག་གཅིག་བཟླས་པ་ཡིན་ན་ཡང་འབུམ་ཕྲག་གཅིག་བཟླས་པ་ཡིན་ན། གྲོང་པ་ཁྱིམ་མཚེས་དང་མཉམ་པོས་ནམ་རྒྱུན་ནས་དེ་ནི་ང་དང་གཅིག་དང་གཅིག་མ་ཆ་མ་འདུག་པ་ཡིན་ན་ནི།

དྲུག་ལྡན་པོ་བརྒྱ་ལ་བཅོལ་ཟེར་མ་དོན་དག་པོ་ཅི་ཟེར་ནོ་ཟེར་སྙམ་པོ། འདོན་སྐྱས་པོ་ཁྱེད་རེད་དེ་ནི་ཕྱི་ལོག་གི་དེ་ནི་འདྲ་མི་འདྲ་བ་ལ། ར་བ་རུ་བའི་མ་ཟ། ང་ད། ཅི་བཞག་སོ་ན་ང་ད་ན་སོལ་རྒྱུ་ནི་དེ་ནི་ལྟོས་ཟ་ན། ཕན་པོ་ཡིན་ནོ་ཟེར་ནོ་བ་ལ། དེ་འདི་ན་ཟེར་འདུག་ག་ལ། དེ་ཧོར་ལེགས་ཟེར་གི་འབོ་རོར་མི་དྲག་ཟེར་གི་མི་དྲག་རེ་ཡོང་འདུག་ག་ལ། དེ་ཚང་མ་དེ་ནི་ཙམ་ཞིག་གི་དེ་ནི་ཁོ་དྲག་པོ་ཡིན་ན་ང་དེའི་ཕས་ག་རེ་ལོག་མ་གནང་ས་འདུག་ག་ལ། ཤེས་མཁན་ཚང་ང་ད་ནི་ད་ཅི་ཤེས་སི་ད་སྒྲག་སྒྲག་དགོས་ནི་ཟེར་འདུག་ག་ལ། ཡང་སེན་ཏིས་པ་དགོས་ནི་ཅི་འདུག་ང་དེའི་ངམ་ཕས་ག་རེ་ལོག་མ་གནང་ཟེར།

མ་ནི་དེ་ནི་ཅི་ནོག་ཟེར་ན་སྐྱིད་པོ་ཡོངས་ཀྱང་མེད་པར་གཏན་འཁེལ་ནོ། ལྟོ་བསྲུང་བ་ཟེར་ནི་ང་དང་འཐབ་རྩོད་བཞི་བའི་སྨོན་ལམ་པོ་བརྒྱ་པ་ཟེར་དོ་ནོ་ག་ལ། ལྟོ་བསྲུང་བ་ཟེར་ནི་དེ་ནི་རྩེ་རིག་རྩེ་རིག་ཡོད་ཨ་ནོ་གྲོང་པ་ཁྱིམ་བརྩེགས་ལས་རྒན་དང་དགེ་ཕྲུག་གཅིག་བར་བུ་ཡོད་ཨ་ནོ་ཆོས་སྤྱོད་མཁན་དགོན་པའི་ནས་སྡུག་གི་ནི་རྒན་དགེ་ཕྲུག་པ་དྲག་པོ་ཡིན་ཟེར་མཁན་ནི་ཁོང་བར་བུ་ཡོད་ཨ་ནོ་ཕ་མ་དང་ཕྲུ་གུའི་བར་བུ་ཡོད་ཨ་ནོ། ལྟོ་རྩེ་རིག་རྩེ་རིག་མ་ཡོང་ན་ཁོ་མིག་ཁོ་རང་མཚན་ཉིད་ཁོ་རང་མ་བཟང་ཨ་ནོ་ག་ལ། རྩེ་རིག་རྩེ་རིག་ཡོང་ཡོད་ནོ། ཡིན་ན་ཡང་ལྟོ་མ་ནི་ཕུག་ག་ཉག་རེད་འདུག་ཟེར་དེ་ནི་སྤེ་ར་མ་དང་ང་གྲོང་པ་ཁོ་དང་སྤེ་ར་དང་མེད་གཅིག་དང་གཅིག་དང་ཆ་མེད་མེད་གཅིག་འདུག་ཟེར་བ་ཡིན་ན། ཧ་ལ། ཚེ་འབིགས་མི་ནི་ཧྥ་ར་གང་མི་ནི་ཡོད་མེད་ང་དང། ཧ་ལ། ལྟོ་བ་མ་ཆ་མ་འདུག་ཕོ་ཡིན་ན། དེ་ནི་ཡར་རྒྱས་མི་ནི་ཆ་ཆ་མ་ནོ་ཧ་ལ། ལྟོ་སོང་མ་ཟེར་ནི་ང་དང་འཐབ་རྩོད་ཞིག་བྱ་ཟེར། སྨོན་ལམ་གཅིག་པོ་མ་ཡིན་པ། ཧ་ལ། ཡིན་ནོ། དེ་ནི་ཁོང། མང་ཆེ་ཞིག་ཧ་ལ་ང་དང་འཐབ་རྩོད་མཛད་ནོ་འཐབ་རྩོད་མཛད་ན།

ཇི་ལྟར་ནི་ང་དང་ནད་དང་འུལ་བོང་ཐབ་ཚོས་གཞིལ་བ་དང་ཟེར་གྱི་ནི་མོ་ལྷམ་བོ་ཏུ་ཟུག་ཅིག་ལོག་ཨ་ལ། ཡིན་ནའང་ད། དེ་གི་ནི་ཚང་མི་ཟ་དྲག་ཤོག་པོ་ཅིག་ནོག་ཚོ་ནི་ང་དང་ཚང་མས་ཅི་ནོག་ཚོ་ན། ཨོ་ད། ཡུལ་ལ་དེ་ནི། ཅི་ལ་བ་རེད་ལྟད་མོ་ལྟ་ཡོང་ཟེར་ཁྱོད་མ་ནོག་ཏེ་ཡིན་ནའང་ཆོས་ཤིག་ཉན་ན་ཡོང་ཟེར་ཡིན་བསམ་ནི་ཚང་མ་ཡོད་སྐྱ་ག་ལ། ཆོས་ཤིག་ཉན་ན་ཡོང་ཟེར་ཡིན་ཟེར་གི་འབོ། ད་ཆོས་ཉན་པ་ལ་དང་པོ་ཚང་མི་ཟ་ང་ལ་ཆོས་ཤིག་ཉན་པ་ལ་ཅི་དགོས་ས་ནོག་ཟེར་ན། ཚང་མ་བ་ད་སྐྱ་ཆོས་ཤིག་ཉན་ན་ཅི་དགོས་ས་ནོག་ཟེར་ན་བྱང་ཆུབ་ཀྱི་སེམས་ཟེར་གི་ནི་དགོས་ས་ནོག་ཟེར་ནོག་ཨ་ལ། ཏོ་ཅི་སྟངས་ནི་བཤད་སྟངས་ཅི་ནོག།

ཡང་ན་བསྒྲགས་གྲྭ་ལས་ཆོས་ཤིག་བཏང་བསམ་སྟེ་བསམ་པ་གསུམ་པོ། ཡིན་གཅིག་མིན་གཅིག་པོར་བོགས་སུ་ལོང་ཡ་ལེ། ཆོས་མཉན་པ་ལ། འདུ་ཤེས་དྲུག་ཡོད་ཀྱང་ཡིན་ན་ཡང་གསུམ་པོ་ཡིན་གཅིག་མིན་གཅིག་པོར་བོ་ཤེས། བསམ་པ་གསུམ། དང་པོ་ལ། རང་གནས་དཔལ་ལྟ་བུའི་འདུ་ཤེས། ཆོས་པོ་ལ་མལ་ལྟ་བུའི་འདུ་ཤེས། ཆོས་ཤེས་བརྟན་པོ། བསྒྲགས་གྲྭར་རྫོགས་ཤིག་གོ་དེ་གསུམ་པོ་ཡིན་གཅིག་མིན་གཅིག་བསམ་པ་མེད་པ་ཡིན་ན། ཆོས་མཉན་ས་སླེབས་སོན་ནོག་དེ་ཡིན་ན་ཡང་ཆོས་མ་མཉན་ན་ཡང། སོང་ལེ། ད་ལྟའི་བསམ་པ་ཡོད་པ་ཡིན་ན།

སྡུག་བསྔལ་གྱི་སྡུག་བསྔལ་ཟེར་གྱི་འགྱུར་བའི་སྡུག་བསྔལ་ཟེར་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ཟེར་གསུམ་བཤད་དང་མི་ནོར་ལེ། བཤད་དང་ནོར་བ། སྡུག་བསྔལ་གྱི་སྡུག་བསྔལ་ཟེར་གང་པོ། ཟུར་མོ་ཡོང་ན་དལ་མ་ཟུར་མོ་ཡོང་ན་ཚང་མ་ཧ། ཁྱེད་ནོར་ཨ་ར་ར་འུ་རུ་ཟེར་ཚད་ཡོང་ནོར་བ་ལ། དལ་མ་ཟུར་མོ། སོགས་ཟུར་མོ། དེ་ཚང་མ་ཤེས་ནོར་དགོས་ན། སྡུག་བསྔལ་གྱི་སྡུག་བསྔལ་ཚང་མ་ཤེས་ཟིན་ནོ། དེ་ཟུར་མོ་ཁྱེད་རེ་སྡུག་བསྔལ་གྱི་སྡུག་བསྔལ་གྱི་ཟུར་མོ་ནོ། དོ་ཚང་མ་ཧ་གོ་ནོ་ཏུ་གྲོགས་གོ་ནོ། དེ་ནི་ར་ལུག་བ་ལང་ཀུན་ལ་ཧ་གོ་ནོ་ཚང་མ་ཧ་གོ་ནོ་དེ་ཟུར་མོ།

དགའ་ལྡན་མཐའ་དོན་རྣམས་ཀྱི་འཇུག་ངོགས་འོག་ཟེར་གང་བུ་ཁྱེར་ནས་ཅི་ནང་བཞུགས་ཟེར་པ་ཡིན་ན། དེས་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་སྡུག་བསྔལ་ལས་རྒྱལ་བྱ་ཟེར་དེ་ནི་མར་འབུ་ཡིན་ནོ་ཟེར་ནོ། དོན་དམ་པོ་ཅི་ཟེར་ནོ་ཟེར་ན། རྒྱལ་བ་སངས་རྒྱས་བཅོམ་ལྡན་འདས་སའི་ཆོས་ཙམ་ཞིག་གིས་གསུངས་སུ་ཡོད་པ་ཡིན་ན་རྒྱལ་བའི་གསུང་རབ་ཀུན་གྱི་སྙིང་པའི་དོན་ཟེར་ན་རྒྱལ་བ་ཟེར་ན་སངས་རྒྱས་ལས་ཟེར་ནོ། སངས་རྒྱས་ཟེར་ན་རྒྱལ་བ་ཟེར་ན། རྩོགས་སོ་མིང། སངས་རྒྱས་ཟེར་ན་ཅི་ནོ་ཉོན་མོངས་པ་སངས། ཧ་ལ་ཉོན་མོངས་པ་སངས་རྒྱས་ཟེར་ན། ཤེས་བྱའི་བློ་གྲོས་རྒྱལ་ཟེར་ནོ། རྒྱལ་བ་ཟེར་ན་ཅི་ནོ་ཟེར་ན། སངས་པོ་གནས་སུ་ཉོན་མོངས་པ་སངས་རྒྱག་པ་རྒྱལ་བྱ་སྤུ་ག་ནས་རྒྱལ་ནོ་ཟེར་ན། རྡུལ་ལས་རྒྱལ་ལས་ནོ། མི་གཉིས་རྫིང་ཡང་ཡོད་ན། ཧ་ལ་མི་གཉིས་རྫིང་ཡང་ཡོད་ན་གཅིག་པོ་ཐོབ་པ་ན་རྒྱལ་དགའ་ཐོབ་ཟེར་ནོ། འོ་ད་སངས་རྒྱས་ལ་རྒྱལ་བ་ཟེར་མཁན་པོ་ཅི་ནོ་ཟེར་ན། རྡུལ་ལས་རྒྱལ་ལས་ཅི་སངས་རྒྱག་ཟེར་ན། ཡོན་ཏན་ཚང་མ་ཁོང་དུ་ཆུད་མཁན་པོ་ལ་རྒྱལ་བ་ཟེར་ནོ། རྒྱལ་བ་དང་སངས་རྒྱས་གཉིས་ཀ། ཁ་ནས་ཟེར་སྟངས་ཀྱི་ལ་དེ་ནི་འདྲ་དང་པོ་ཅིག་སོ་སོ་ནང་མ་གཏོགས། ཅིག་སྤ་ཡིན་ནོ་ག་ལ། ད་རྒྱལ་བའི་གསུང་རབ་ཀུན་གྱི་སྙིང་པོའི་དོན་ཟེར་གསུང་ཟེར་དུ་ག་ལ་རྒྱལ་བའི་གསུང། རྒྱལ་བའི་གསུང་ཟེར་ན་ང་དང་ཡང་གཅིག་ནོ་རྒྱལ་བའི་གསུང་ཟེར་ན་གའུ་ཟེར་ནོ། ཧ་ལས། རྒྱལ་བའི་གསུང་པོ་ཅིག་ནོ། ཧ་ལས། ད་ང་ཅག་དགུན་ལ་ནོག་པ་ཧ་ལས། ཀ་ནི་ཀ་རུ་ཡ། ན་བཟོ་ད་ང་ད་ཆོས་བཤད་དོ་སྙམ་པོ་ལ། ད་ནི་ད་ནི་བླ་མ་ཅི་གསུང་ན་དོ་ངས་ནི་མི་འདོགས་བྱས། ང་ད་ས་མ་ག་ལ་ཞིག་ཚོགས་སུ་ཡིན་ཟེར་ད་ཀ་ནི་ག་རུ་བདག་མགུར་ལ་བཞུད་སུ་ནི་ཡ་ལེ། དེ་ན་བཟོ་ད་སྟོན་ལ་བཞུད་ཟེར་རོ། ཧ་ལ། ད་ནི་ང་ད་ས་མ་ཅི་ག་ནོག་དེ་རིང་འཛིན་གྲྭའི་ན་ལུས་ཟེར་ནོ་ཚང་མ་ཧ་ལ་དགེ་བཤེས་ཕེབས་ཚེ་ང་ད་འཛིན་གྲྭ་ཚོགས་སུ་ནོ། སོང་ལེ། ནང་ཆོས་སུ་འཛིན་གྲྭ་ག་ལ། སོང་ལེ། སོང་པ་ཟེར་ནི། རྒྱལ་བའི་གསུང་རམ་ཟེར་རྒྱལ་བ་ཟེར་མགོན་པོ་ང་ད་ཧ་གོ་སོ། ད་གསུང་རབ་ཟེར་དུ་བ་ལ་གསུང་ཟེར་ནི་ཅི་ནོ།

ཡོན་རོ་ལས། འབུམ་བུ་སྟེ་བཅུ་གཉིས་སུ་རྒྱག་པ། གང་རྒྱུད་བརྒྱ་དང་བརྒྱད་བརྩེགས་ནོ་ང་ལ། དུ། བ་ལ། ང་དང། དགེ་བཤེས་ཀུན་ནས་བཤད། བླ་མ་ཀུན་ནས་བཤད། བཀའི་ནི་དེ་ནི། སངས་རྒྱས་བཅོམ་ལྡན་ནས་གསུངས་བཀའི་ནི་དཔེ་ན། ཤེས་རབ་སྙིང་པོའི་དོན་ན་ཡོད་ན། ཨ་ལ། གཟུགས་བཟུང་བའོ། སྟོང་པ་ཉིད་གཟུགས་གཟུགས་ལས་སྐྱེ་སྟོང་པ་ཉིད་ཀྱིས་མ་ཡིན་སྟོང་པ་ཉིད་ལས་སྐྱེ་གཟུགས་གཞན་མ་ཡིན་ནོ་དེ་བཞིན་དུ་ཚོར་བ་དང་བདུད་རྩི་དང་བདུད་རྩི་དང་རྣམ་པར་ཤེས་པ་དེ་སྟོན་དུ་དགའ་ལ། འོ་དེ་སྟོན་ཀ་ནི་སྤེ་རག་གསུངས་ཡིན་ནོ། གསུངས་ཟེར་མོ་ཨ་ཡི་གེ་དེ་ཀ་མོ་གསུངས་མ་ནོ། གླེགས་བམ་ནོ་དོ་ལ་གླེགས་བམ་ཟེར་ནོ་ང་ལ། པུ་ཏི་ཟེར་ནོ་གླེགས་བམ་ཟེར་ནོ་གསུངས་པོ་ཀ་ནོ་ཟེར།

ཉོན་མོངས་པའི་སྙིང་པོ་སེམས་རྒྱུད་མ་ཞི་བར་བྱེད་པའི་ལྕེ་ལེགས་ཅན་གྱི་སེམས་བྱུང་མཛད་ནོ། མ་དག་དཀའ་ཟུག་ཞིག་ཐོགས་ནས་སྡུག་བསྔལ་ཅིག་ཡོང་བ་ཡོད་ན། དེ་ཡོང་བཅུག་དམ་པོ་བྱིན་ནོ། ཉོན་མོངས་བཞུས་ཟེར་ནོ་ཨ་ལ། སོང་བ་ཟེར་ནས་དེ་ནི་དག་དག་པོ་བྱིན་ནོ་ཟེར་ན། རྒྱལ་བའི་གསུང་རབ་ཟེར་འདུག་ཨ་ལ། རྒྱལ་བ། ཟེར་ན། ཉོན་མོངས་པ་སྤང་ཚར་སྐམ་པོ་ཉོན་མོངས་པ་མེ་སྐྱེས་སྐམ་པོ། རྒྱལ་བ་སངས་རྒྱས་བཅོམ་ལྡན་འདས་ཟེར་ནོ། གསུང་རབ་ཟེར་སྐམ་པོ་ཁོའི་གསུང་བོ་ལ། ཧ་ལ། སངས་རྒྱས་གསུང་སྐམ་པོ་ལ་གསུང་རབ་ཟེར་ནོ། སངས་རྒྱས་གསུང་དེ་ལ་དགའ་ཟུག་བྱ་སངས་རྒྱས་ལོན་ཏན་དགའ་ཟུག་སྤྲོད་བྱ། སངས་རྒྱས་གསུང་མཁན་ན་ནམ་མིན་ན་དེ་ནི་སངས་རྒྱས་བཅོམ་ལྡན་འདས་ཞལ་ནས་གསུང་བ་ནོ། ད་ལས། སངས་རྒྱས་གསུང་མཁན་ལ་ནི་བདག་སངས་རྒྱས་བཤད་དང་རྫོགས་བཤད་དང་ནོ། ཆོས། ཡིན་ནོ། མ་ནོ། སངས་རྒྱས་ལ་ཅེས་བྱ་བ་ཞུས་པ་ཡིན་ན་ཞལ་ནས་གསུང་མཁན་ནི་གསུང་མ་ཡོད་ཀྱང། རྗེས་སུ་གནང་བའི་གསུང་མ་ཡོད་ཀྱང་བྱིན་གྱིས་བརླབས་པའི་གསུང་མ་ཡོད་ཀྱང། སངས་རྒྱས་བཅོམ་ལྡན་འདས། དཔེར་ན་སངས་རྒྱས་བཅོམ་ལྡན་འདས་སུམ་ཅུ་རྩ་གསུམ་ལ་གདུགས་བཞུགས་བརྒྱད་ལ་བཞུགས་བརྒྱད་ལ། ད་ལས། གཙུག་ཏོར་འདི་དེ་སྟེ་གསུང་མ་ཡོད་ཀྱང། ཆོས་སྤོང།

རྒྱ་མཚོའི་རྩེ་མོ་ཀུན་མཁྱེན་གཟིགས་མོ་སངས་རྒྱས་བཅོམ་ལྡན་འདས་དེ་ནི། ལ་དེ་ནི། བླ་ཡང་པོ་རྒྱལ་ཆེན་ནི་ཨ་ལ། བླ་མའི་དབྱིངས་ཀྱི་དམག་རྐྱང་རྐྱང་བརྒྱབ་འདུག་ང་ལ་འཁྲུག་པ་རྐྱང་རྐྱང་བརྒྱབ་འདུག་ཧ་ལ། འཁྲུག་པ་རྐྱང་རྐྱང་བརྒྱབ་འདུག། ཡི་འཁྲུག་པ་ལ་གཞི་བཅའ་སའི་ཐབས་ལམ་གྱིས་སྩོལ་བྱས་སྙམ་པོ། དེ་ནི་སངས་རྒྱས་བཅོམ་ལྡན་འདས་རྒྱལ་མཚན་རྩེ་མོ་ཀུན་མཁྱེན་གཟིགས་མོ་སྣང་མཛད་དེ་ནོ། ཧ་ལས།

ཧ་ལས། དེ་ཆོས་སྐུ་ཁྱེད་རེད། ཚེ་འདིའི་དོན་དག་གསུངས་ཟིན་ནོ། མ་ན། ཁ་བཏུལ་ལྟ་ན་ཅོ་སྐྱ་ཟེར་ན། བླ་ཡི་དབང་པོ་རྒྱལ་ཆེན་ནི། བླ་མ་ཡིན་ནི་དམག་བརྒྱབ་འདུག་ཟེར་ནས་པོ་ཏོ་བཞི་ཆས་ཀྱི་ལྟ་སྲུང་སྐྱ། ཡིན་ནའི་དོན་དག་དེ་ནང་ལོགས་ཅོ་སྐྱ་ཟེར་ན། དེ་ཁོ་ན་ཉིད་ལ་གཞོལ་བ་དེ་ཁོ་ན་ཉིད་ལ་འབབ་པ་དེ་ཁོ་ན་ཉིད་ལ་ཕྱོགས་གཅིག་ཏུ་བསྡོམས་པ་ཟེར་ནོ་མོད་དོན་ཆོས་ཙམ་ཞིག་གསུངས་པ་ཡིན་ན་ཡང། ཅི་ལོག་ཟེར་ན་ཞི་བ་མྱང་འདས་ཐོབ་ཆོས་གསུངས་བ་མཛད་དོ། དོ་གསུངས་པ་ཟེར་ནས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་ཅི་གསུངས་བ་མཛད་དོ་ལོག་ཟེར་ན་རྒྱལ་བ་ཙོང་ཁ་པ་ལ་ཐེ་ནོག་པ་ལ།

རོའི་སྟེང་ནས་སུའང་མ་ངུ་ན་ཡང། ལྟོ་ཅི་ལོག་ཟེར་ན། ན་སྦྱོར་བསམ་པ་རྫོགས་པ་ཡིན་ཟེར། ཧ་ལ། ན་སྦྱོར་བའི་བསམ་པ་རྫོགས་ཟིན། སུ་མ་ངུ་ན་མ་ངུ། སུ་མ་འཛོམ་ན་མ་འཛོམ། ཧ་ལ། ཆོས་སྤྱོད་ཟིན་དེ་ནི་རི་ཁྲོད་འདི་རུ་འཆི་ནུས་ན་ན་ང་ན་སྦྱོར་བསམ་པ་རྫོགས་པ་ཡིན་སོང་ཟེར། སོང་ནས། སོང་མ་ཟེར་ནས་ང་དང་དེ་ནི་རུ་གུར་དོན་དག་དེ་ཚོ། བདེན་པའི་རང་ཅོག་པོ་ཤ་རེ་བརྒྱག་ཟེར་ན་ཅང་གང་ཅོག་པོ་ཤ་མི་བརྒྱག་ཟེར། ཙང་ལས། ཅོ་ན་ཅི་ཆོས་ཟེར་ན་དག་ས་ཡོད་ཡོད་པ་ཅི་ཆོས་ཅ་ན་ཆོས། ཤི་ཚ་རེད་དེ་ནི་རོ་ཁི་ཟ་ན་ཟོ། ཅི་ཆོས་ན་ཆོས་བང་ཁ་ནི་མེ་སྐྱ་ཟ་ན་ཅི་ལོ། བང་ཁ་མེད་ན་སེར་ཁ་ཅོག་ས་མ་ནོག་ཟ་ན་ལུས་ས་མ་ནོག་ཚང་མས་ཕ་ང་ནོག་ཟ་རེད་དེ་ར་ལྟོས་སོང་ཟེར་དང། ཡོད་ཆོས་སྤྱོད་པ་ཉིན་མཚན་དེ་ན་ངས་མདོ་སྔགས་ཟུང་འབྲེལ་གྱི་ཐེག་པ་སེམས་པའི་ཆོས་སྤྱོད་ཀ་མོ་མ་ཉིན་མཚན། ཆོས་ཡང་དག་པ་སྤྱོད་ཀན། ཆོས་སྤྱོད་ན་ཡང་དེ་ནི་ཆོས་མ་ནི་སེམས་ཅན་རེ་དམ་འདུག་སེ། ཧ་ལ། ཆོས་ལ་ཆེ་ཆུང་མང་པོ་སྐྱབས་པ་མི་རྒྱ།

ལྷ་ལ། ངས་ཁྱོད་བཤད་རྒྱུ་ལ་ང་རའི་སེམས་མེད་ན་ཅི་བྱེད་ཉོན་མོངས་པ་སྐྲན་ཟེར་དེ་ཅི་བ་དེ། ང་ཁྱོད་ཀྱིས་ཨོ་དེ་རིང་ཁྱོད་སྐྲག་པས་བཤད་འདུག་ག་ཅིག་ཅིག་ཅིག་ཟེར་ང། ཅིག་ཅིག་སྐྲག་ཡོང་བ་བསམ་བསམ་པ་ཡོད་དེ་ཅི་བ་དེ། ལྷ་ལ། མ་རུང། ཡིན་ནམ་ངེད་ཅག་དེ་ག་ཁྱོད་ཀྱི་སྐྲ་ལ་སྡོད་ནོག་དེ་ཡིན་ན། ཨ་ནེ་དོ་རུ་སྟེ་ཅིག་སྒོར་ཁ་ཞིག་ཅིག་མ་ཤོང་ཟེར་ན་ཨ་ནེ་ཅིག་བི་རྒན་པས་ཅིག་མ་ཤོང་ཟེར་ཏེ་སེམས་མེད་ན་མི་འདྲ་མི་འདྲ་ཁོ་རེ་མེད་ཅི་བ་དེ། ལྷ་ལ། ཨ་ནེ་དུད་འགྲོ་མ་འགྲིག་ཅིག་ཨ་ནེ་བུ་ལོན་གླེང་དགོས་ཤེས་ཤིག་ཨ་ནེ་བུ་ལོན་བཏང་དགོས་ཤེས། ཡོད་ནོ།

མདོག་མདོག་བྱས་ན་དེ་དབུལ་པོ་ངོ་བཞི་བཅུག། ནད་བཞི་བཅུག། དེ་ནས་ང་དང་ཁྱེད་རྣམས་འཐབ་རྩོད་བཞི་བཅུག་ཟེར། ཡང་ན་དེ་ནི་སྒྲོལ་མའི་འཇིགས་པ་བརྒྱད་ལ་འདུག་བ་ལ། སྒྲོལ་མའི་འཇིགས་པ་བརྒྱད་པོ་ཚང་མས། མདོག་མདོག་བཅོས་པ་ཡིན་ན་རྡོ་བཞི་བཅུག་ཟེར་ཀར་ཀོ་ཅག་ནོག་ཟེར་ན་སྡུག་བསྔལ་མེད་ནས་ཐར་བྱ་སྲིད་པས། སྡུག་བསྔལ་ལས་སྤར་སྐྱོབ་བྱ་སྲིད་པས། སོགས་ལས། ནང་པ་སངས་རྒྱས་པའི་ཆོས་སྤོ་ལ་སྡུག་བསྔལ་སྤར་སྐྱོབ་བྱ་སྟེ།

ཧ་ལ། དྲག་མོ་ཆེ་ལོ། ཆུང་ངུ་ཆུང་ངུ་ཟེར་ལོ་ཉི་ཤུ་བུད་ཀྱང། ཚུན་ཆད་ནག་ཟེར་ལོ་ཉི་ཤུ་བུད་ཀྱང། ཅོན་ཅོན་ཟེར་ཏེ་ཉི་ཤུ་བུད་ཉི་ཤུ་བཞི་བཅུ་གསུམ། མ་ཅོན་མ་ཅོན་ཟེར་ཏེ་ཉི་ཤུ་བུད་ཀྱང་ཟེར། ལོ་དྲུག་ཅུ་སླེབས། དེ་ནི་མཚན་ནོ། དོན་སོང་ལས། དེ་ནི་མི་ཚེ་སྟོང་ཟད་སོང་བའི་རྣམ་ཐར་ཡིན་ཟེར་ནོ། མི་ཚེ་སྟོང་པར་བྱས་ཏེ་རྣམ་ཐར།

ཙམ་ཞིག། སོ་སོར་སྤུར་རྒྱུ་ཡོད་ན་སྤུར་ལ་ཡ། གཅིག་སྤུར་ལ་འབྲི་རྒྱག་པ་ཁབ་གཅིག་སྤུར་ལ་འབྲི་རྒྱག་འབུལ་ས་གྱ་ནོམ་ནོག་པ། ཚོགས་རྣམས་ཀྱི་ཕྱོགས་ཙམ་ན། སངས་རྒྱས། སངས་རྒྱས་ལ་སངས་རྒྱས་ཟེར་འདུག་ག་ལ། སངས་རྒྱས་ཆོས་དང་ཚོགས་ཀྱི་ཚོགས་རྣམས་ལ་ཟེར་འདུག་ག་ལ། སངས་རྒྱས་ལ་གཅིག་འདུག་སངས་རྒྱས་ཁུ་རི་ཚར་འབུམ་མོར་ཟེར་འདུག་ག་ལ། ཆོས་ལ་གཅིག་འདུག། ཆོས་ཁོ་ན་ཟེར་འདུག་ག། དགེ་འདུན་ལ་གཅིག་འབུལ་འདུག། ཚོགས་ཀྱི་ཕྱོགས་ཟེར་འདུག་ག་ལ་ཚོགས་ཀྱི་ཕྱོགས་ཟེར་ན། ཁོ་ན་འབུལ་བྱ་ནོག་ཟེར་ན་སོག་སོག་ཟེར་ནོག། གཉིས་ན་མེ་རེ་ཞིག་དང་འབུལ་ལོན་གཞུང་ཚོད་ཁྱོགས་ཟེར་ན་ང་ལྕིབས་སྟོང་ཐོན་ཞིག་དང་དེ་ནི་དེ་གཟུགས་ཀྱི་དེ་ནི་ཅོག་གུ་མེ་རྒྱག་ཟེར་ནོག།